ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གཉིས་སྤྲིངས་སྤྱི་གླེང་ལས་མཛད་དེ་ངོ་སྤྲོད་ཞུ་ཡིན་ངོ་སྤྲོད་ཞུ་མཁན་ཕྲན་གང་མ་འདུག་ཅིང། སྔར་དང་མ་འདྲ་བས་སྐབས་བཅུ་དྲུག་པའི་བུད་མེད་ཀྱི་བཙན་བྱོལ་གྱི་གྲོས་ཚོགས་ནང་དུ་བུད་མེད་ཀྱི་གྲངས་ཚད་དང་དེ་བཞིན་ལོ་ན་གཞོན་པ་དང་ལྷག་དོན་དུ་གྲོས་ཚོགས་ནང་མ་ཕེབས་པའི་སྔོན་ལ་བཙན་བྱོལ་སྤྱི་ཚོགས་ནང་ལ་བོད་ཀྱི་གནད་དོན་ཐོག་ལས་འགུལ་སྤེལ་མྱོང་ཡོད་པ་དང་ཧུར་བརྩོན་གྱིས་མང་པོ་ཞིག་ཕེབས་ཡོད་པ་རེད། ལྷག་དོན་དུ་ཐེངས་འདིའི་གྲོས་ཚོགས་ནང་ལོགས་ལ་ཕེབས་ངེས་ཀྱི་བཀུར་འོས་སྤྱི་འཐུས་མང་པོ་ཅིག་གིས་གྲོས་ཚོགས་འདི་བཞིན། ཁྲིམས་བཟོ་ལྷན་ཁང་ཙམ་དུ་མིན་པའི་བོད་ཀྱི་གནད་དོན་ཐོག་ལས་འགུལ་སྤེལ་ངེས་ཀྱི་མདུན་སྐྱོད་ཀྱི་སྒྲིག་འཛུགས་ཅིག་བྱེད་དགོས་ཀྱི་ཡོད་པའི་སྐོར་དགོངས་འཆར་གཏོང་མཁན་མང་པོ་བྱུང་བ་རེད། བྱས་ཙང་ད་རིང་ཐེངས་འདི་ལ་སྐབས་བཅོ་གསུམ་པའི་གྲོས་ཚོགས་ནང་ནས་མུས་མཐུན་ཐེངས་བཞི་དང་ད་སྐབས་བཅུ་དྲུག་བར་དུ་འདེམས་ཐོན་བྱུང་བའི་སྐུ་ཡི་སྤྱི་བསྟོད་དང་ལྷག་དོན་དུ་ཞུ་བ་དར་མ་ས་ལ་བརྟན་ཆེད་བྱས་པའི་བདེ་ལེགས་སྨན་ཁང་གི་འཛིན་སྐྱོང། ངེས་དོན་པ་ཟླ་བ་ཕུན་ཆོད་ལགས་ང་ཚོའི་དུར་སྲི་ནས་གདན་འདྲེན་ཞུས་ཡོད། ཟླ་བ་ཕུན་ཆོད་ལགས་ད་རིང་ང་ཚོར་ལས་རེས་འདི་ན་ཕེབས་པར་ཐུགས་ཆེ་ཞུ་བ་ཡིན། རྡོ་ཆེན་ནང་ཁམས་རྡོ་རྗེ་ལགས། དབུས་བོད་ཀྱི་ཨེ་ཤ་ཡ་རོང་ལུང་རིགས་ཁང་གི་མཛད་གཙོ་རྣམ་པ་རེད། གསན་གཟིགས་གནང་མཁན་ཚང་མ་ལོག་ལེགས་ངས་འཚམས་འདྲི་ཞུ་གི་ཡོད། ངོ་ལོག་སོ།
ཨེ་དེ་ནས་སྐུ་ངོ་ད་རིང་ཨ་མི་རི་ཀ་ནང་ཕེབས་དགོས་ཡག་གི་གཅིག་སྐུ་དོན་གཙོ་བོ་གཙོ་བོ་དེ་ག་རེ་ཡིན་ན། ད་རིང་ང་དེ་ནས་ཚུར་བཅར་དགོས་ཡག་གི་དམིགས་ཡུལ་གཙོ་བོ་དེ་བདེ་ལེགས་སྨན་ཁང་གི་ལས་དོན་ཆེད་དུ་འདུག་ཟིན། གཙོ་ཆེན་དང་སྡེ་ལ་ཡང་ལས་དོན་གལ་ཆེན་གཉིས་ཡོད་གཅིག་དེ་དེ་ནས་ཚུགས John Hopkins གྱི་མཐོ་སློབ་སློབ་གཉེར་ཁང་གི་ཀྲི་བྷི་སྡེ་ཚན་གྱི་ད་ག་ཟླར་གཙོ་འཛིན་དང་མཉམ་དུ་མཇལ་འཕྲད་ཞུས་པའི་ཐོག་ནས་མ་འོངས་པ་ང་ཚོ་ད་ཀྲི་བྷི་སྔོན་འགོག་གི་ལས་གཞིའི་ཐོག་ལ་ཡང་ལས་འཆར་གཅིག་སྤེལ་གྱི་ཐོག་ལ་ཡང་དཀའ་སྡུག་ཞུ་ཡ་གཅིག་ཡོད་དེའི་ཐོག་ལ་འཛུགས་ས་ཆགས་པ་ཡིན་གཉིས་པ་དེ་ང་དང་མཉམ་དུ་གང་ལྟར་ཨམ་ཅི་གཅིག་དང་སྨན་ཞབས་གཉིས་བཅས་ང་ཚོ་བཞི། ཕ་སྐད་ལ་ཡང Wisconsin University གི་ནང་ལ་ཡང་ཉི་མ་ལྔ་གི་འཕྲོད་བསྟེན་དང་འབྲེལ་བའི་ཐོག་ལ་ཡང་ཟབ་སྦྱོང་གཅིག་ཡོད་དེའི་ཐོག་ལ་ཡང་ཚུགས་སུ་བཅར་བ་ཡིན། ལོ་ཚོད་གོང་ད་ངས་ད་ངོ་སྤྲོད་རོབས་བྱས་པའི་ནང་བཞིན་བྱས་ནས་ད་སྐབས་བཅུ་དྲུག་པའི་གྲོས་ཚོགས་དེ་གི་ཆད་གཅོད་དེ་དུས་སུ་མ་འདྲ་བ་ཅིག་ང་ཚོ་དུས་ནས་ད་དེ་མཐོང་གི་ཡོད་རེད་དེ་བྱེད་དུས་ད་སྐུ་ངོ་ཡིན་པ་ཡིན་ན་སྐབས་ཤིག་གི་ད་གྲོས་ཚོགས་ནང་ལ་ཨེ་ནས་པའི་ཉམས་མྱོང་ཡོད་དེ་ངས་གི་ད་བཅས་གྲོས་ཚོགས་འཐུས་མི་བཅས་ཆགས་ཀྱི་ཡོད་རེད་དེ་ཅི་སྟེ་ད་ད་ལྟ་སྐུ་ངོ་ངོས་ནས་ཡིན་པ་ཡིན་ན་གྲོས་ཚོགས་སྐབས་བཅུ་དྲུག་འདི་ལས་སྔོན་མ་དང་མ་འདྲ་གཅིག་གི་སྤྱི་བཏང་གི་ཅིག་རེ་བ་འདྲ་ཅིག་ག་རེ་བྱུང་གི་ཡོད་ལགས། ད་ད་ལྟ་འདིའི་གྲོས་ཚོགས་འཐུས་མི་གསར་བ་ཕེབས་དེ་གས་དེ་གས་ད་ང་ཚོ་ད་ཕྱེད་ཀ་ལྷག་ཟེར་དགོས་རེད་ཕྱེད་ཀ་ཙམ་གསར་བ་རེད་ཡིན་པ་སོང་ཙང་དེའི་ནང་ལ་ཕེབས་དེ་གས་མང་པོ་ཅིག་ད་ཅིག་གོང་དུ་བཀའ་གནང་བ་ནང་བཞིན་རེད་ད་ངས་ཉན་ཐབས་ཆགས་ཀྱི་འདུག་ཞུ་གི་མེད་གང་ལྟར་ཕེབས་མཁན་དེ་གས་དེ་གི་ཐུགས་ལ་ཡག་ད་སེམས་ཤུགས་ད་ཟེར་དེ་དགོངས་པ་བཞེས་ཕྱོགས་དེ་གཅིག་ད་བྱས་འོག་ཏུ་ང་ཚོ་བྱེད་ཀྱི་ཡིན་ཟེར་ཡག་དེ་འདུན་པ་དེ་ཤུགས་ཆེན་པོ་ཡོད་པའི་ང་ཚོ་བར་དེ་འདྲ་བྱུང། བྱས་ཙང་དེ་འདྲའི་གི་གཅིག་སྣང་ཡག་གི་དགོངས་གཞི་ད་འདུན་པ་དེ་ཡོད་པ་སོང་ཙང་ང་ཚོ་ལས་འཆར་རེད་ག་རེ་རེད་བོད་སྐད་ནང་ལ་ད་ཚོགས་ཆུང་གི་ལས་ཀ་ཡིན་ནའི་རེད་ཕྱི་ལོག་ལ་ཡང་རྩ་དོན་ཐོག་ལ་ལས་འཆར་སྤེལ་ནའི་རེད་དེ་ཚོའི་ཐོག་ལ་ཡང་ང་ཚོ་ཧ་ལུ་པ་ལུ་ཅིག་ཐོག་ལ་གནང་གི་རེད་བསམ་པའི་ཡིད་ཆེས་དང་ང་ནི་ངས་རེ་བ་ཞུ་གི་ཡོད་གང་ལྟར་འདུན་པ་དེ་ཡོད་པ་སོང་ཙང་གཅིག་གནང་གི་རེད་བསམ་པའི་ང་དེ་རེ་བ་དེ་ཞུ་གི་ཡོད།

དེ་རེད་དེ་ཡིན་ནའི་གི་ད་རི་དེ་ལ་ཡ་མི་མང་ཚ་ནས་དགོངས་འཇགས་དུ་ཡ་གི་ལས་རིམ་ཅི་ཡ་བང་བྲིས་དེ་ཡོད་རེད་ཚོགས་ཆུང་གི་ཐོག་ནས་གི་དེའི་ཐོག་ལ་ཡ་གྲོས་ཚོགས་ནང་ལ་ཁ་སེང་དཀའ་སྡུག་བྱུང་བའི་གི་གི་དེ་གས་དེ་གནད་དོན་དེ་ཚོ་ཕྱོགས་བསྒྲིགས་གནང་ནས་བྱ་ལས་བྱས་གནང་དེ་གོ་ཡིན་ནའི་གི་སྤྱི་ཟླ་དགུ་པའི་ད་གི་གྲོས་ཚོགས་དེའི་ནང་ལ་ཡ་དེའི་ཐོག་ལ་བཀའ་མོལ་ལྷོབ་སེ་སེ་མ་ཏོག་ཅིག་གི་གཏན་ཁེལ་དེ་འདྲ་ཡོང་གི་རེད་བསམ་པ་དྲན་གི་མི་འདུག་ལ་དེ་དེ་གས་གི་ཛ་དྲག་ཡ་ཆགས་གི་མི་འདུག་གང་ལྟར།

འོས་བསྡུའི་དུས་ཡུན་འདི་རིང་དྲག་ཤག་འདི་རིང་པའི་རྐྱེན་གྱིས་ང་ཚོའི་སྤྱི་ཚོགས་ནང་ལ་ཡང་ལྟ་གྲུབ་ཕོག་ཐུག་མང་པོ་བྱུང་གི་འདུག་གསུང་ཡ་དེ་འདི་རེད། བྱས་ཙང་ད་དེའི་ཐོག་ནས་བཀའ་མོལ་གཅིག་རེད་དེའི་རྐྱེན་པས་ཀྱི་ཨ་ནི་གང་ལྟར་བཟང་སྤྱོད་མི་འདུག་བཟང་སྤྱོད་ཐོག་ལ་ཡར་རྒྱས་བཏང་གི་འདུག་ཟེར་ཡ་དེ་འདྲ་ཡོང་གི་འོག་རེད། ད་ངས་ད་བུ་འདམ་གྱི་ཁར་ཞུ་ཁ་ཟིན་བྲོ་བཟའ་བོར་ཁར་ཞུ་ཙང་འོས་བསྡུའི་སྒྲིག་གཞི་བསྐྱར་བཅོས་བྱས་ན་ང་ཚོ་བཟང་སྤྱོད་ལས་ཁེ་བྲོ་ཡ་ཁེ་མི་འདུག་འོས་བསྡུའི་སྒྲིག་གཞིའི་ནང་ལ་སྐྱོན་ནུས་ཡོད་པ་དེའི་ཐོག་ལ་མི་ཡར་རྒྱས་བཏང་དགོས་ཡ་དེ་ཡིན་ད་ཡིན། ད་གཙོ་བོ་དེ། བཀའ་ཤག་བཀའ་གནང་བ་ནང་བཞིན་ངས་མོས་མཐུན་ཞུ་ཡ་ཅིག་ག་རེ་ཟེར་ན། འོས་བསྡུའི་གི་སྒྲིག་གཞི། འོས་བསྡུའི་བརྒྱུད་རིམ་དེ་རིང་དག་ན། འདིའི་ཐོག་ནས་ད་ང་ཚོ་ཅིག་ཚིག་མཐོ་དམན་གི་མང་པོ་ཞིག་གི་ཐོག་ནས་ནི། ཅིག་ཅིག་ལ་ཕོག་ཐུག་དང་དེ་འདྲའི་གི་ཐོག་ནས་ལབ་གླེང་ཐེབས་པ་ཅིག་ཡོང་འདུག་ད་དེ་དུས་ཡུན་དེ་ཐུང་རུ་བཏང་ཡ་ཐོག་ལ་ཡ། བཀའ་ཤག་གི་དགོངས་པ་ཡོད་པ་ནང་བཞིན་ངས་དེ་ལས་མོས་མཐུན་ཞུ་ཡ་ཅིག་ག་འདར། དེ་འདྲའི་ཅིག་གི་ཐོག་རེད། དེ་མིན་པའི་ད་གནད་དོན་མང་པོ་ཞུ་བྱས་ཡོད་རེད། གནད་དོན་མང་པོ་ཞུ་བྱས་གཉིས་མ་དཔེར་ན། འོས་བསྡུའི་སྒྲིག་གཞི་དེ་གའི་ཚང་མ་ལ་དཔེར་ན་ཐད་ཀར་ད་ད་བཀའ་ཤག་དགོངས་པ་ཡོད་པ་ནང་བཞིན་ཐོག་ལ་ག་རེ་ཡོད་རེ་ཟེར་ན། སྙེ་མ། འདི་གས་ཚང་མ་ས་གནས་ས་ཐོག་ལ་ཡ་འདི་གསལ་བསྒྲགས་གནང་ཆོག་གོ་བ་མ་རེད་འདི་མ་གལ་ལ་ཡ་ཚོགས་ཆུང་གི་འདི་བྱས་དམ་འཁྲུག་རྒྱབ་ཚང་མ་བྱས་ཤེས་སྦྲགས་ཐོག་ནས Register Post Post ཡ་གཏང་དགོས་གོ་བ་རེད་ད་འདི་གས་འདི་འགྱོད་པ་ཕྱིན་པ་རེད་ཕྱིན་པ་རེད་དེ། ཚོད་ཚོད་ཉིད་རྩ་བཞིའི་ནང་ལ་ཡ་དྲང་བཞེས་གནང་ནས་གསལ་བསྒྲགས་གནང་ཆོག་ཡ་ཞིག་ཡོད་རེད་གནང་གི་ཡོད་རེད་ཡིན་ནའི་ཀྱེ།

ཁྱོད་རང་མཐོང་གི་མི་འདུག་སྤྱི་ཚོགས་དྲ་ལམ་ནང་ལ་ཐོན་ཡ་གི་གནས་ཚུལ་འདི་སྐད་དེ། འཛིན་སྐྱོང་བཀའ་ཤག་དབུས་པའི་གི་ད་ང་ཚོ་གྲོས་ཚོགས་རེད་ང་ཚོ་ཐང་མའི་ཐོག་ནས་སྟངས་འཛིན་ཞུ་ཐུབ་ཡ་ཞིག་ཁྱོན་ནས་མི་འདུག་བསམ་པ་དྲན་གི་འདུག་ཡིན་ནའི་ད་དྲ་ལམ་འདི་ཚོའི་ནང་ལ་ཡ་གང་བྱུང་མ་བྱུང་མ་ཐོན་ལ་འབད་བརྩོན་ད་ཤུགས་དེ་ང་ཚོའི་ངོས་ནས་གྲོས་ཚོགས་འཐུས་མིའི་ངོས་ནས་རེད་འཛིན་སྐྱོང་བཀའ་ཤག་ངོས་ནས་སྐྱོན་ཡ་ཞིག་འདུག་བསམ་པ་དྲན་གི་འདུག་འདི་ག་ནས་ཉུང་ལ་འགྲོ་གི་རེད་བསམ་པ་ངས་དྲན་པ་ཡིན་ན། ང་ཚོ་གནད་དོན་ག་རེ་བཞིན་པ་ཡིན་ནའི་ཀྱི་གང་ཟག་གཅིག་ལ་དགའ་མ་དགའ་གནད་དོན་མིན་པའི་ཐོག་ནས་གནད་དོན་རང་གི་ཐོག་ལ་ང་ཚོ་བཀའ་མོལ་གནང་ཅིག་ལྷུག་པོ་ཞིག་གནང་ན་ཨ་ནི་ཕག་སུ་ཤོག་རིགས་ཀྱི་བཀའ་མོལ་དེ་མེད་པའི་ཐོག་ནས་གནད་དོན་གནད་དོན་ཐོག་ལ་ང་ཚོ་བཀའ་མོལ་གནང་ཐུབ་པ་ཡིན་ན་ག་ལེ་ག་ལེ་མི་ཡིན་པ་སོང་ཙང་དེ་རྒྱུས་མངའ་ཅིག་གི་ཐོག་ནས་ར་སྒྲག་ཅིག་ཐོབ་པའི་ཐོག་ནས་ང་ཚོ་གཅིག་གི་གཅིག་ལ་རྣམ་རྟོག་དང་དོགས་པ་དེ་མེད་པ་ཆགས་སོང་ན་ཡང་ཞིག་ངས་ཡག་པོ་ཞིག་ཡོང་གི་རེད་བསམ་པ་འདུག་དྲན་གྱི་འདུག་ད་ལྟ་ང་ཚོ་རྣམ་རྟོག་དང་དོགས་པ་དང་དེ་འདྲས་ཅིག

དེ་འདྲའི་གསུང་འདོད་ཀྱི་ཡོད་རེད་ཁ་ཆེ་ངོ་མ་སྲིད་སྐྱོང་གི་འདི་བ་ན་ང་ཚོ་བཅར་འདྲི་ཞུས་པའི་སྒང་ལས་དེ་འདྲའི་གསུང་གི་ཡོད་ད་དུས་ཡུན་དེ་ད་ནི་སྐུ་ངོ་སོང་ཡ་ད་ག་རང་རེད་ཅེས་དུས་ཡུན་དེ་ཧ་ལམ་ད་ཧ་ལམ་མ་སོང་ད་ཀྱི་དངོས་གྲུབ་དེ་དང་དངོས་གཞི་དེའི་བ་རུ་དེ་དུས་ཚོད་དེ་རིང་དྲག་གི་འདུག་ཟེར་ཡར་དེ་འདྲའི་རྗེས་དགོངས་ཀྱི་ཡོད་ས་རེད་ད་ཡིན་པ་ཡིན་ནའི་སྤྱི་བཏང་གི་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལ་ཆེས་དཔེ་ལྟ་ས་དེ་ཨ་ནི་ད་རྒྱ་གར་གི་ད་ཅིག་འོས་བསྡུ་རེད་དེ་ནང་བཞིན་གྱི་ཨ་མི་རི་ཀའི་འོས་བསྡུ་རེད་ཨ་མི་རི་ཀའི་འོས་བསྡུ་ཡིན་པ་ཡིན་ནའི་ད་ཅིག་དངོས་གྲུབ་ཀྱི་ད་ཅིག་འོས་བསྡུ་དང་ད་ལས་རིམ་དེ་ཚོ་ཧ་ལམ་ལོ་གཅིག་དང་ཕྱེད་ཀ་དངོས་ནས་འགོ་ཚུགས་བྱེད་ཀྱི་ཡོད་རེད། འདི་ཡོན་པའི་སྒང། དེ་ཚོ་བལྟས་ཡོན་པའི་སྒང། སྤྱི་བཏང་གི་གཞི་རྩའི་གི་ང་རང་ཚོ་བོད་པའི་གི་གཤིས་ཀ་དང་ཡ་རབས་བཟང་སྤྱོད་ལ་འགྱུར་བ་མ་ཕྱིན་པ་ཡིན་ན་དེ་ཚོའི་ཐུང་བ་ཙམ་གི་ཅིག་ཁྱད་པར་ཟེར་གི་ཡོད་དང་ལགས།
རེད་ད་དེ་ཚོའི་རིགས་དེ་གས་ཚང་མ་ལོ་ད་མི་རྒྱ་གར་ནང་ལ་ང་ཚོ་མི་འབོར་ཆེ་དེ་ཡོད་རེད་རྒྱ་གར་ཆབ་སྲིད་པའི་གནང་སྟངས་དེ་ཚང་མ་ང་ཚོ་མཐོང་བསྡད་པ་རེད། ཨ་མི་རི་ཀ་ཡར་ཐོན་ཅིག་གི་རྒྱལ་ཁུབ་ནང་ལ་ཡ་མི་ཆབ་སྲིད་པ་ཚོ་གི་གནང་སྟངས་ཅིག་རེད། དེ་ཚོ་ཁག་ཅིག་ལ་ལེགས་ཆ་གླེང་ཡ་མང་པོ་ཞིག་ཞིག་ཡོད་རེད། ཡང་དེ་འདྲའི་སྐྱོན་ཆ་ཐོག་ནས་མང་པོ་ཞིག་ཞིག་ཡོད་རེད་ད་ང་ཚོ་དམངས་ཀི་དེ་གི་སྐྱོན་ཆ་དེའི་ཐོག་ནས་ཏོག་མང་པོ་ཞིག་འཕེལ་བསྡད་པ་ཡིན་ན་ང་ཏག་ཏག་ཅིག་བསྡད་ཀྱི་མ་རེད་བསམ་པ་དྲན་གྱི་འདུག་ཁོང་ཚོ་ཡིན་ན་ནི་སོ་སོའི་ལུང་པ་ཡོད་སྐྱོང་མི་ཞིག་རེད། ང་ཚོ་ལུང་པ་མེད་སྐྱོང་མི་ཞིག་གི་ཐོག་ནས། དཔེ་ཡག་སྡུག་དབྱེ་བ་བཅད་མ་ཐུབ་ན་ཚང་མ་གླེན་ཆ་དུག་སུ་བྲོ་བ་ཡིན་ན། ང་རང་ཚོ་སྤྱི་ཚོགས་ནང་ལ་བརྡབ་གསིག་བྲོ་བས་ཅི། གཙོ་ཆེ་ད་ང་ཚོ་ད་ལྟ་བར་དུ་རྒྱ་བ་རམ་ཆས་ཀྱི་བཀའ་གནང་ཡས་དེ། བོད་པ་དེ་ཚོ་ཡས་རབ་ཡོད་སྙེམས་ཆུང་ཡོད། ཞེས་ཞེས་གསུངས་འདི་ཀུ་འདི་ད་ང་ཚོ་འགལ་ཟླ་རེད་ཅིག་ཆགས་བྲོ་ཡས་ཀྱི་ཉེན་ཁ་དེ་ཡོད་པ་སོང་ཙང་ང་ཚོ་སྤྱི་ད། སྒེར་སོ་སོའི་ཐོག་ལ་ལྟ་ཆོག་གང་ཅིའི་ཐོག་ནས་ང་ཚོ་གྱོང་ཆེན་པོ་འཕོ་བ་ཡ་གཅིག་རེད་ཆ་ཚང་ག་རེ་གནང་གི་ཡོད་ནི་ང་ཚོ་བཟང་སྤྱོད་ལྡན་པའི་ཐོག་ནས་དང་སྤྱི་བ་དེ་གལ་ཆེ་བའི་ཐོག་ནས་ང་ཚོ་ཚང་མའི་ཐོག་ནས་འགན་ཞིག་ཁྱི་ཐུག་ཡིན་ན་སྐབས་དེ་དུས་ལས་སུ་ལས་ནས་བལྟས་བལྟས་སུ་ཡོང་གི་རེད་ད་གང་ལྟར་ཆ་ཚང་འདི་ཚོའི་ཐོག་ལ་ཟབ་ཟབ་གནང་ཡ་དེ་གལ་ཆེན་པོ་ཞིག་ཡོད་རེད་བསམ་པ་ང་ལས་ཐོག་ཨན་གོང་གཞན་དག་ཅིག་དེ་ཅིག་ཁ་རྒྱུན་ནས་ཉམས་རྒྱུན་ལ་བཤད་དེ་གོ་རེད་སྤྱི་བཏང་གི་ད་གྲོས་ཚོགས་ནང་ལོག་ལ་མི་སྤྱི་བཏང་ཡོང་ཁུངས་དེ་ཆོལ་ཁ་དང་ཆོས་ལུགས་སོ་སོ་ནས་ཡོང་གི་ཡོད་རེད་ཡིན་པ་ཡིན་ནས་གྲོས་ཚོགས་ནང་ཕེབས་ཚར་ན་ཨན་ནི་སྤྱི་པའི་མི་ཞིག་གནང་དགོས་ཀྱི་ཡོད་རེད་ད་དགོངས་བ་ཡིན་པ་ཡིན་ན་ད་ཅི་སྐབས་ཤིག་གི་ཨེ་ནི་གྲོས་ཚོགས་འཐུས་མི་ནང་གྲུབ་པའི་ཉམས་མྱོང་ཡོད་རེད་དེ་ཕྱི་དུས་ད་དམ་དག་གསར་པ་ཕེབས་པ་འདི་ཚོ་ལ་ཡིན་པ་ཡིན་ནའི་སྤྱི་བལ་གི་ད་ཅི་མི་ཅི་གནང་དགོས་དུས་ཅི་གནང་དགོས་ཡག་གི་ད་དེ་ནང་ལ་གནང་ཕྱོགས་གི་ཐབས་ཇུས་རེ་ཅི་ག་རེ་ཡོད་རེད་དགོངས་བ་ངོས་ནས་ད་ཁོང་ཚོ་ལས་ཅི་གི་ལམ་སྟོན་རེ་ཕྱི་ཕེབས་པ་ཡིན་ན། ད་མི་ང་ཚོ་གྲོས་ཚོགས་འཐུས་མི་འདྲ་འདྲ་རེད་ད་ཅི་གི་ཅི་ལ་ལམ་སྟོན་ཞུས་ནི་ད་དག་ཅི་བསྡད་གི་ཡོད་དམ་མེད་བརྒྱ་ཆ་རེད་ད་ཡིན་ནའི་གི་ད་རྒན་པ་རེ་ཞིག་ཡིན་པ་ད་དེ་ནས་བཅར་འདྲི་གནང་བ་སོང་ཙང་ངས་བསམ་ཚུལ་རེ་ཞུས་པ་ཡིན་ན་ད་ལམ་སྟོན་ཟེར་གི་མེད་བསམ་ཚུལ་རེ་ཞུས་ཡིན་ན་ང་ཚོ་ཚང་མ་བློ་བོད་པ་ཡིན་བསམ་པའི་བསམ་བློ་དེ་གཅིག་དེ་གལ་ཆེན་པོ་ཞིག་རེད་བསམ་པ་དྲན་གྱི་འདུག་ཨོ། ང་ཚོ་ཚང་མས་བཀའ་མོལ་ག་རེ་གནང་བའི་གནད་དོན་གནད་དོན Issue Base ག་ལ་བཀའ་མོལ་གནང་ན་ང་ཚོ་འགལ་ཟླ་ཆགས་ཡ་གལ་ཡོད་མ་རེད་བསམ་པ་དྲན་གྱི་འདུག་བྱས་ཙང་དེ་འདྲའི་གི་དེ་གཉིས་གཉིས་ཀྱི་ཐོག་ལ་ང་ཚོ་བོད་པ་ཡིན་བོད་པའི་ཐོག་ལ་ང་ཚོ་ལས་ཀ་བྱེད་ཀྱི་ཡོད། གནད་དོན་འདིའི་ཐོག་ལ་ཡང་ང་ཚོ་བསམ་བློ་གཏང་ཕྱོགས་འདི་འདྲ་གཏང་དགོས་འདུག་ཟེར་བཞིན་རྒྱབ་ལྗོངས་དང་འཐེན་འཁྱེར་གྱི་ཕྱོགས་རིས་དང་འོས་བླུགས་སེལ་གྱི་རྒྱབ་ལྗོངས་དེ་མ་བལྟས་ནས་གནད་དོན་ཁོ་རང་འགའ་ལ་དགོངས་པ་ཅིག་བཞེས་ཐུབ་ན། ང་ཚོ་ཚང་མའི་གི་ལས་ཀ་བྱེད་ཕྱོགས་དེ་ཚགས་ཚུད་བ་དང་ཡག་ག་ཇི་ལྟར་ལྟ་ཕྱོགས་བལྟས་ཕྱོགས་གང་ཅིའི་ཐད་ནས་ང་ཚོ་དོན་དག་འགྲུབ་པའི་ལ་རྒྱལ་མཚན་ཞིག་འགུལ་རེ་བསམ་པ་འདུག་འདི་ང་ཚོས་གནང་དགོས་ཨེ་དེ་གལ་ཆེན་པོ་མེད་འགྲོ་བསམ་པ་ང་ཏུགས་སུ་དྲན་བསྡད་ཀྱི་ཡོད་ལགས། ང་ལ་ལོ་སོགས་དགོངས།
དེ་ནི་གཞན་དག་ཅིག་ངས་དགོངས་དྲི་བ་ཐུང་ཐུང་ཞིག་གནང་རོགས་གནང།

ཐོག་ནས་ཞུ་གཏུག་བྱས་རེད་རྒྱ་གར་ནང་ལས་ནས་ལས་འཆར་ཁག་དེ་འདྲ་མང་པོ་སྤེལ་དགོས་འདུག་ཟེར་དེ་འདྲའི་ཅིག་དགོངས་ཚུལ་ཞིག་ཕེབས་འདུག་དེའི་ཐོག་ནས་ལས་འཆར་སྤེལ་ཕྱོགས་པའི་ཐོག་ལ་ཡང་བཀའ་སྤྱི་གཉིས་ཀྱི་ཐོག་ནས་མཉམ་རུབ་ཐོག་ནས་ཕྱག་ལས་གནང་ཡ་དེ་འདྲའི་གི་དགོངས་གཞི་ཡོད་རེད་ད་ལས་འཆར་དེ་མྱུར་ལུས་ག་ཚོད་ཡོང་གི་ཡོད་དང་ག་དུས་ཐོན་གི་ཡོད་མེད་དེ་མ་གཏོགས་ཅིག་གི་གྲོས་ཚོགས་འཐུས་མི་ཚོ་གི་གསར་བ་ཚོ་གི་ནང་ལ་ལྷག་པར་དུ་བོད་ནས་ཕེབས་རྒྱུ་ཡང་མང་པོ་ཞིག་ཡོད་རེད།